བོད་ཀྱི་དཔེ་ལྟ་ཡོངས་ལ་སྐུ་ཁམས་བཟང། ད་དེར་བདེ་ཆགས་སྒོས་རྒྱུ་མཚན་ག་རེ་ཞུས་པ་ཡིན་ན། བོད་ཀྱི་ཐེབས་རྩའི་ངོས་ནས་ད་འདས་པའི་བདུན་ཕྲག་ཁ་ཤས་ཤིང་ཀ་ལི་ཡ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལི་ཡ་ཏོག་ཡུམ་ནད་ཡམས་ཁྱབ་བརྡལ་ཕྱིན་པ་འདི་ཐོག་ལི་ཡ་དོ་སྣང་བྱེད་པ་དང་ཨ་ནེ་ཕྲན་བུའི་རྒྱབ་སྐྱོར་བྱེད་ཡ་གོ་སྐབས་རག་ལ་འདི་ཐོག་ལི་ཡ་སྙན་སེང་ཞུས་ན་སོང་ཟེར་བ་དྲན་བྱུང། དེ་མ་ཞུ་གོང་ལི་ཡ་ད་ང་རང་ཚོ། གཅིག་བོད་མིའི་འདུ་སྡོད་ས་གནས་མང་པོ་ཅི་ནང་རེད་ཡ། བོད་རིགས་སྤྱི་མཐུན་ཚོགས་པ་གཙོས་བའི་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་མང་པོ་ཅིག་གི་ཨ་ནི་ཅིག་ད་ནད་པ་དང་དཀའ་ངལ་འཕྲད་པའི་བོད་མི་མང་པོ་ཅིག་རེད་ཡ་ཨ་ནི་ཅིག་ཞབས་རྗེ་སོགས་རེད་ད་ཕན་ཐོགས་རྒྱབ་སྐྱོར་བཞག་གནང་བཞག་འདི་ཚང་མ་རེད་ཡ་བསྔགས་བརྗོད་དང་ཐུགས་ཆེ་ཞོལ་འདོད་པ་ཆུང་སོང།

ལ་ཏོག་དབྱིབས་ཁ་གསོ་བྱེད་ན་ཚ་ཕོག་བསྡད་ཡོད་པ་དང་ཡང་མིན་ན་ནད་རྟགས་མང་པོ་ཡོད་པའི་དེ་འབྲེལ་གྱི་གནས་ཚུལ་ཅིག་ང་ཚོར་ཤེས་འདུག་དཔེ་མཚོན་ཁ་ཤས་ཞུས་པ་ཡིན་པས་ནད་བརྟག་གསར་འགྱུར་བརྒྱུད་ལམ་ཁག་ནང་གནམ་མཚོ་མ་ཟིན་པ་ཡོད་མ་རེད། ད་ལྟ་ང་ཚོའི་བོད་རིགས་སྨན་ཞབས་ཚོགས་པའི་གི་ནི་འདས་པའི་བདུན་ཕྲག་གཉིས་ལྷག་གི་རིང་ང་རི་ཡར་གྲངས་ཐོ་ཞིག་བསྡུ་རུབ་གནང་ཤག་གྲངས་ཐོ་འདིའི་ནང་དུ་བལྟས་པ་ཡིན་ན་བོད་མིའི་ནད་རྟགས་ཡོད་པའི་བརྒྱ་དང་ལྔ་བཅུ་ཉེར་ལྔ་ཙམ་གྱི་ནི་ཁོང་ཚོར་རི་ཡར་ཅིག་ལྟར་སློབ་སྟོན་ཞུ་ཡས་དང་དེང་ནས་ཤིག་ཁོ་ང་ཚོའི་ངོས་ནས་ཡིན་པའི་ནི་བོད་མི་ལྔ་བཅུ་ང་གཅིག་ལ་ཡང་སྨན་ཁང་ལ་ཡང་ངེས་པར་དུ་བསྟེན་གཏོང་བྱེད་དགོས་ཀྱི་ཡོད་པའི་དེ་འདྲའི་ལམ་སྟོན་གནང་བ་དེ་འདྲ་བྱུང་ཤག་དེང་ནས་ཤིང་ཨ་ནི་ང་ཚོའི་ཅིག་བོད་པའི་ཨམ་ཆིག་ཁག་ཁ་ཤས་ཤིག་ལ་ཡང་བོད་ཀྱི་ཐེབས་རྩའི་ངོས་ནས་འབྲེལ་བ་ཞུས་ཡོད་བྱུང་སོང་འབྲེལ་བ་ཞུས་པའི་ཐོག་ནས་ནི་ཨམ་ཆིག་གཉིས་ཀྱི་གྲངས་ཐོ་ང་ལ་ཡང་འདུག་ག་ཚོགས་ཅིག་བཤད་པའི་དེའི་ནང་ལོག་བལྟས་པའི་ནི་བོད་པ་ལྔ་བཅུ། ང་བཞི། ཙམ་ཅི་ལི་ཡཱ་ནི། ཅིག་བུད་མེད་ཀྱི་ཐོག་ནས་བསྟེན་འདུག་ཅེས་བྱས་ཕན་རླབས་ཆུང་འདུག་པས་དེ་འདྲའི་གནས་ཚུལ་རེ་བརྗིད་འདུག་ད་དེ་མ་ཡིན་པའི་ཀྱི་སྨན་ཁང་ན་ལི་ཡཱ་བུད་མེད་ཅིག་ག་ལ་གང་འཚམ་ཅིག་ཉལ་དགོས་བྱུང་བ་དང་ང་ཚོའི་སྨན་ཞབས་པ་རང་གྲངས་བཅུ་དྲུག་ནས་བཅོ་བརྒྱད་བར་དུ་ཅིག་ད་ན་ཚ་དེ་ཕོག་ཡོད་པ་དེ་ཙམ་དུ་མ་ཟད་པའི་ང་ཚོ་དེ་ནིའུ་ཇེར་སི་ལྟ་བུ་ཆགས་བཞག་པ་ཡིན་ན་ནི། ནང་མི་གསུམ་ལི་ཡཱ་ཏོ་ཡིན། ན་ཚ་འདི་དགོས་ཅེས་ཨ་ནི་ཨི་ད་དཀའ་ངལ་འཕྲད་པའི་གནས་ཚུལ་དེ་འདྲའི་མང་པོ་བྱུང་འདུག་གདུགས་སོང་ཚ་དེ་འདྲའི་གི་དུས་ཚོད་དེའི་ནང་ལོག་ལི་ཡ་ད་བོད་ཀྱི་ཐེབས་རྩོད་ངོས་ནས་གང་ཐུབ་ཐུབ་ཅིག་གནས་ཚུལ་དེ་ཚོ་ཤེས་མེད་ཀྱི་ཐོག་ནས་ཨ་ནི་ང་ཚོས་ག་རེ་རྒྱབ་སྐྱོར་བྱེད་དགོས་འདུག་དེ་ཚོ་ཐོག་ལི་ཡ་ད་བྱེད་པ་ཡིན། ལྷག་པར་དུ་ནིའུ་ཡོག་ནིའུ་ཇེར་སི་གྱི་བོད་རིགས་སྤྱི་འཐུས་ཚོགས་པ་ལི་ཡ་རྒྱུན་དུ་འབྲེལ་བ་བཞག་རྗེས་ང་ཚོ་འགྲོ་ལ་ལྔ་སྟོང་ཐོག་ནས་ཨ་ལས་སྔོན་ཚུད་ཀྱི་འགྲོ་སོང་བཏང་ཡོད་འདུག་རྒྱབ་སྐྱོར་ཞུས་བཞག་ཡོད་དེ་ནས་བཞིན་ཨ་ནི་ད་ད།

གཙོ་བོ་དེ་བཙན་བྱོལ་བོད་མིའི་གནས་ས་རྒྱ་གར་དང་བལ་ཡུལ་ལྟ་བུ་ཞིག་མ་ཡིན་ན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཀྱི་དངོས་གནས་ཀྱི་འཆར་གཞི་ལྡན་པའི་ཐོག་ནས་ལས་འཆར་འདུག་ས་མང་པོ་ཞིག་སྤེལ་གནང་གི་འདུག་དེའི་ཐོག་ནས་ཡང་བོད་ཀྱི་ཐེབས་རྩའི་ངོས་ནས་མིན་ནས་འབྲེལ་ཡོད་ཀྱི་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་དང་འབྲེལ་བ་ཞུས་རྗེས་ཨ་ནི་རིམ་པས་ཅིག་ད་ག་སོ་རེད་ཨ་མི་རི་ཀའི་གཞུང་གི་རོགས་དངུལ་འཐབ་རྩོད་ཐོག་ནས་ཡང་འདུག་འཆར་གཞི་མ་བང་བྲིས་བསྡད་ཀྱི་ཡོད་ཨ་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་ལམ་སྟོན་གཞིར་བཟུང་གི་ཐོག་ནས་ཏན་ཏན་རང་ཅིག་རྒྱ་གར་བལ་ཡུལ་ཁུལ་ནང་ལོགས་ནས་ཡང་ད་ལྟའི་གནས་སྟངས་ཀྱི་ཐོག་ནས་ནད་ཡམས་ནད་ཡམས་འདི་ཤུགས་ཆེན་པོ་ཤར་མི་འདུག་དེ་ལས་ཡིན་ནི་ཡལ་ག་མང་པོ་ཅིག་གི་ཚོད་དཔག་བྱེད་ཡ་ལི་ཡ། ནད་ཡམས་འདི་མུ་མཐུད་ཅིང་ཟླ་བ་ཁ་ཤས་ཤིག་འགའ་ལ་གནས་ཀྱི་ཡོད་པ་ཅིག་གསུངས་སོང་ད་ལྟ་ནི་སྔོན་འགོད་ཀྱི་ལས་འཆར་ཡག་པོ་ཞིག་སྤེལ་མ་ཐུབ་པས་ཡིན་ན་ཨ་ནི་རྒྱ་གར་ཡིན་པ་ཡིན་ན་རེད་ཕ་ཡུལ་ཡིན་ན་རེད་དེ་ཚོའི་ནང་ལ་ཡང་ཁྱབ་བརྡལ་ཆེན་པོ་འགྲོ་ཡ་ཞིག་དང་བོད་མི་ཚོ་ལ་ཡང་དཀའ་ངལ་ཆེན་པོ་ཡོང་ཡག་གི་དེ་འདྲའི་གི་ཉེན་ཁ་ཅིག་ཡོག་རེད་ད་ད་ང་ཚོའི་སྐབས་སུ་བབ་པ་ད་ནི་མོན་གྷོ་གངས་ལྗང་སྨན་ཁང་དང་ཟུང་འབྲེལ་གི་ཐོག་ནས་སྔོན་འགོག་གི་ལས་འཆར་ཐོག་ནས་ང་ཚོ་རྒྱབ་སྐྱོར་ཞུས་བསྡད་ཀྱི་ཡོད་ད་ངེད་ཅག་རང་གྱ་དགོངས་འབུམ་བཞི་ཞིག་ཕ་བཏང་ཟིན་པ་ཡིན་དེའི་ཐོག་ནས་ནི་གཅིག་གངས་ལྗང་སྨན་ཁང་ཙམ་དུ་མ་བཟོས་པའི་གི་ང་ཚོ་འཕྲོད། དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་སྨན་ཁང་ཡོད་རེད། དེང་ནས་བཞིན་མོན་གྷོ་ནང་ལི་ཡ་དང་རྒྱ་གར་ས་གནས་གཞུང་གི་སྨན་ཁང་དུ་དེ་ཚོའི་ཚང་མ་དང་ཁ་གསོ་བྱེད་མཉམ་རུབ་ཀྱི་ཐོག་ནས་ནི་ཅིག་ལྟ་ལས་བྱ་འདུག་སྤེལ་འདུག་དེའི་ཐོག་ནས་ནི་ཡང་རྒྱབ་སྐྱོར་ཞུ་ཡག་ཁ་གསོ་ཐུབ་པ་བྱུང་སོང། ནི་མ་འོངས་པ་ཡིན་པས་ནི་དེ་དེ་བཞིན་གྱི་རྒྱ་གར་ཕ་ཡུལ་ནང་ལོགས་ལི་ཡ་སྔོན་འགོག་གི་ལས་བྱ་ཐོག་ལི་ཡ་རྒྱབ་སྐྱོར་ཞུ་ཡག་ཐོག་ལི་ཡ་གྲ་སྒྲིག་ཨང་གསར་ཡོད། ད་ད་རིང་རྫ་དྲག་གི་དངོས་གནས་ཅིག་གནས་སྟངས་དེ་འདྲ་ཅིག་བ་ལི་ཡ

ན་ཚ་དེ་བྱུང་བ་རེད། དེའི་བྱུང་འབྲས་ཀྱི་ཐོག་ནས། དེ་ནིའུ་ཇེར་སི་ཁུལ་གྱི་བོད་མི་མང་པོ་ཅིག་གིས་ཨ་ནི་དང་བླངས་ཐོན་ཆེ། ནི་ཅིག་ནང་མི་དེ་གསུམ་དེ་ནང་ལ་ཡ་ནི་པའི་དུས་རྟག་ཏུ་ཞལ་ལག་བཀལ་ཡ་དང་དེ་མ་ཡིན་པའི་དགོས་མཁོ་ཐོག་ལ་ཡ་ཅིག་མཐུན་རྐྱེན་སྦྱར་ཡ་ལ་སོགས་པ་དེ་འདྲའི་མང་པོ་ཞིག་ལ་གནང་སོང་སོང་ཙང་དེ་དངོས་གནས་ཅིག་ཧ་ལས་པའི་གི་ཅིག་ཁ་སོ་ཅིག་ད་བསྔགས་བརྗོད་ཡོད་པ་ཅིག་རེད་བསམ་གྱི་འདུག་སོང་ཙང་ད་ལྟའི་གི་དུས་ཚོད་ལ་ཡ་ཕྱོགས་གཅིག་ནས་ཅིག་ནད་པ་རྩ་བའི་གི་གྲངས་འབོར་དུ་མྱུར་འགྲོ་གི་ཡོད་ར་དེ་རེད་ཡིན་ནའི་ཕྱོགས་གཉིས་ནས་ནད་ཡམ་དེ་གི་བཅོས་ཐབས་གི་ཐོག་ལ་ཡང་ད་ལྟ་སྨན་ཁབ་དེ་བཟོས་མེད་དུས་གང་ཡང་མུ་མཐུད་བྱས་ནད་ཡམ་དེ་གི་ཉེན་ཁ་དེ་ནི་ལྷག་བསྡད་ཞིག་རེད་བསམ་གི་འདུག་གསུངས་ས་དེ་འདྲའི་དུས་ཚོད་ལ་ཡིན་པའི་ནི་ང་ཚོ་བོད་མི་ཚང་མས་གི་ནི་གཅིག་ཕན་གཅིག་གྲོགས་གནང་ཐུབ་པ་ཡིན་ན་ནི་དེ་འདྲའི་གི་ནད་ཡམ་དེ་ནི་སྔོན་འགོག་ཐུབ་པ་ཡང་ནི་ང་ཚོ་ཕན་ཐོགས་བྱུང་གི་རེད་བསམ་གི་འདུག་སོང་ཙང་ནི་དེ